ངས་ཧ་གོ་གི་ཡོད་མ་རེད་ཁོ་རྣམ་པས་ནམ་ཟླ་ཤེས་རྒྱ་ཆེན་པོ་རེད་ད་དུས་རྒྱུན་གྱི་ཁྱད་པར་གཞན་དག་གིས་སོང་ཞེས་པ་དེ་འདྲའི་ཤེས་རྒྱ་ཆེན་པོ་གཏིང་ཟབ་པོ་ཁ་གསལ་པོ་དེ་འདྲས་མང་པོ་ཞུགས་འདུག་གི་རེད་བ་ད་ངས་འདི་ནས་སོ་སོ་གི་དཔེ་ཆ་མཇལ་ཡོང་པའི་ནང་ལོ་གང་རྙེད་པ། གང་མཇལ་ཐོབ་པ། གང་ངེས་པ། འོ་ད་དེ་དང་དེ་ཙམ་རེད་ད་ཁོང་གི་རྣམ་ཐར་གྱི་སྡོམ་འདྲ་བོ་དེ་འདྲས་སྔོན་མ་ཡང་ཀུན་མཇལ་ཡོང་དུས་དད་པ་དང་མོས་གུས་མཐར་ཕྱིན་པའི་འབྲེལ་ཁོམ་རེད་པ་ཟེར་བསྡད་ཡོང་བསྡད་ཀྱི་འདུག་ད་ཁོང་གི་འཁྲུངས་ཡུལ་དེ་ག་བ་རེད་ཟེར་ཞུས་ཡོང་བ་ཡིན་ན། རུ་ཤིག་གི་ནང་ནས་དེ་ནས་གཙང་གཙང་གི་གཡས་རུ་གྱི་གོང་དུ་མིག་ལོང་བ། ཟས་དང་ལུང་པ་ལུང་གསུང་རིང་ཐག་གཅོད་ཡོད་རེད་བ་མུས་སེ་ཡ་དེ་ད་ཙང་གི་ལུང་པ་དེ་ཚོ་མིང་སྟབས་བདེ་བོ་རྐྱང་རྐྱང་རེད་བ་འདོག་མུས་སེ་ཉང་ཤབ་ད་དེ་ནང་ལོག་ལེ་མུས་སེ་ཡ་དེ་རེད་ད་དེ་གི་སྟོད་རྒྱུད་གི་ཡ་ཆ་ད་ནང་ན་ལུང་པའི་སྟག་མོ་སེ་ཡ་གི་ད་ཡུལ་གྲུ་གཅིག་ཡོད་རེད་ད་དེ་ནས་རེད་དེ་སྟག་མོ་དེ་ལ་ར་ད་ད་ད་བྲི་ཡ་འདྲ་བོ་ས་ད་ད་ད་བྲི་ཐང་བྲི་ཐང་གཉིས་འདྲ་ཞིག་ཡོང་གི་འདུག་ཁ་ཤས་ནང་ལ་སྟག་མོ་སེ་བྲི་ཡོད་རེད་ལྷོ་ལྷོ་ར་ཆུང་ཆུང་ནང་ལོག་ལ་ཡིག་ཆ་ཁ་ཤས་ནང་ལ་སྟག་མོ་དེ་དེ་ཡི་གེ་བྲི་ནོར་བྱུང་བ་ནི་ཉམས་མོ་རུ་བྲིས་བཞག་བ་དེ་འདྲ་ཡོང་གི་འདུག་ཉམས་མོ་འདྲ་གོམས་སེ་ཡ་དེ་འདྲ་ཡོང་གི་འདུག་ད་ད། དེབ་ཐེར་དམར་པོ་པར་མ་ཅིག་ཡོད་རབས་མི་རིགས་དཔེ་སྐྲུན་ཁང་གི་པར་མ་དེ་ན་དེ་འདྲ་བྲིས་འདུག་ད་རྗེ་བཙུན་རིན་པོ་ཆེན་གྱི་རྣམ་ཐར་མང་ཆེ་བ་ནང་ལོ་རོ་ད་རྩ་དམུ་འབྲི་གུང་གླིང་ཁ་པ་སུ་ཡོང་བསྡད་ཀྱི་ཡོད་རབས་འོ་དེར་ལ་དོ་ཞང་གི་དམུས་ལུང་པའི་ནང་ཚན་གྱི་རྟ་མོ་ཟེར་དེ་འཁྲུངས་ཡུལ་རེད་ད་དེ་ས་གནས་ས་ཐོག་གི་ཁོང་གི་འཁྲུངས་ཁང་འདྲ་བོ་དང་བཅས་པ་འདི་རེད་ཟེར་ཧ་གོ་ཐུབ་པ་མི་འདུག་སྟེ་དེ་ཡིན་ན་རྟ་མོ་ཟེར་ས་ཆ་དེ་ངོས་ཟིན།

ཟེར་ཏེ་བྱུང་སོང་རེད་འདུག་དེ་གླིང་ཁ་པ་དེ་ཁོང་གི་སྐུ་ཚེ་སྨད་ཀྱི་མཚན་དང་འབྲེལ་སོང་རེད་དེ་འདི་ལྟར་ང་ཚོ་རྗེ་བཙུན་གྱི་རྣམ་མགུར་ཁག་གི་ནང་ལོགས་ལ་ཕྱིས་སུ་སྟག་མོ་འབྲི་ཁུང་གླིང་ཁ་པ་ཟེར་བཞིན་ཡོང་སྟེ་དུས་ཁོང་རྗེ་བཙུན་རིན་པོ་ཆེ་སྐུ་དུས་ལ་བཞུགས་པའི་སྐབས་ཀྱི་མཚན་མ་ཡིན་པ་དེ་ནི་ཁོང་གི་སྒྲུབ་གནས་དང་འབྲེལ་བའི་ཆ་ནས་འཕྲིན་ལས་དང་འབྲེལ་བའི་ཆ་ནས་ཡིན་པ་གཅིག་གསལ་གསལ་ཡོང་སྟེ་འདི་གའི་མིང་དེ་ཕྱིས་སུ་ཡར་བསྣན་སོང་འོ་དེ་འདྲའི་མཚན་དངོས་དེ་དེ་ཡང་ལེགས་ཞུ་གི་རེད་འདུག་འོ་དེ་རེད་མཚན་དངོས་དེ་དེ་ནི་རུས་པ།

གསོལ་པ་དེ་འགྲོ་གི་རིགས་རྒྱུད་རེད་དེ་འདི་རྗེས་སུ་གསོལ་པ་འདྲེ་ཡིས་འགྱེད་པོ། འོ་ད་དེ་འདྲེ་དང་འདྲེ་བ་ཚོང་སོང་པ་འཇིགས་བྱེད་ད་སྒོམ་ནི་སྒོམ་ཆེན་པ་རེད་ད་རྗེ་བཙུན་རིན་པོ་ཆེན་གྱི་སློབ་མ་ཚང་མ་སྒོམ་ཆེན་ལྟས་ངན་འདི་ཉམས་ལེན་བྱེད་མཁན་ད་དེང་སང་ཉམས་ལེན་པ་ཟེར་དུས་སྒོམ་རྒྱག་མཁན་གྱི་གོ་གི་འདུག་ག་ངོས་ནས་བཤད་ན་ཉམས་ལེན་པ་ཟེར་དུས་འདི་ནི་ལུང་གི་རྟོགས་པ་དེ་ཧ་གོ་ནས་བསྟན་པ་དང་ཧ་གོ་ནས་རྟོགས་པས་བསྟན་པ་དང་རང་རྒྱུད་ལ་བླང་དོར་སྣ་ག་རེ་ནས་མགོ་བཙུགས་པ་ཙམ་ནི་འདི་ནི་ཉམས་ལེན་པ་རེད་དེ་ད་མཐར་ཐུག་གི་ཉམས་ལེན་དེ་ཀུན་ཏིང་ངེ་འཛིན་དེ་ཡིན་སོང་དུས་ཏིང་ངེ་འཛིན་ཉམས་ལེན་ཡོད་པ་དེ་ལ་འདི་ནི་ཉམས་ལེན་པ་ཞིག་དུས་དེ་ནས་གོང་འོ་ད་ཉམས་ལེན་པ་བྱེད། ཆ་ནས་སྒོམ་ཆེན་པ་ཡིན་དུས་དེ་ནས་སྒོམ་གྱི་ཐོག་དེ་ནས་རས་པ་ཟེར་དུས་དང་རྗེ་བཙུན་རིན་པོ་ཆེ་གི་སློབ་མ་ཚང་མ་པོས་གསང་སྔགས་ཀྱི་རྫོགས་རིམ་མཐར་ཐུག་པ་ཞུ་དྲུག་གི་ནང་གི་བདུད་མོ་ལམ་གྱི་གཞུང་ཆེན་གྱི་ཡོན་ཏན་གྱིས་སོང་རས་ཐོབ་སོང་རོ་རས་གུར་རྐྱང་ཞིག་གི་གྲོས་སོང་བ་གི་དང་དེ་འབྲེལ་གྱི་ཡོན་ཏན་ལྔ་དེ་བས་བཀའ་བརྒྱུད་རིན་པོ་ཆེན་གྱི་ཁྱད་ཆོས་ངོ་མ་འདྲ་ཞིག་ཆགས་བསྡད་ཀྱི་འདུག་ཡ་ཐོག་བཀའ་བརྒྱུད་ཤེས་འོང་ན་རས་ཐོབ་དེ་བས་རྐྱང་རྐྱང་འདྲ་ཞིག་དེ་དེ་རེད་འདུག་ད་ཡིན་ན་ཕྱིས་སུ་ཆོས་བརྒྱུད་ཁ་ཤས་ལ་སོ་སོའི་ལ་དྭགས་རས་པ་རྫོགས་ཀྱི་རྩ་བ་ནས་མེད་བདུད་མོ་གི་ཉམས་ལེན་བྱེད་མཁན་རྩ་བ་ནས་མེད་སོང་དུས་དེ་ནས་ཀྱི།

ཐུགས་དམ་བཞེས་དགོས་པའི་ལམ་ཞིག་གི་ཚད་ལ་དེ་ནས་བཞག་པ་པོ་ཡོངས་དང་རྗེ་སེམས་ཡོད་ས་དེ་རྣམས་བྱ་འོང་རེ། དེ་ནས་རྗེ་བཙུན་ལ་ཕྱག་འཚལ་དང་མཐུན་རྐྱེན་ཅི་ཡང་མེད་པར་བཞུགས་དགོས་པའི་ཆོས་མཛད་པ་མཐོང་ནས་ཁོང་ཚོ་པས་ངོ་མཚར་ཆེན་པོ་ཞིག་སྐྱེས་ནས་བླ་མ་ལགས་ད་ཁྱེད་དེ་ནས་ཆུ་ངས་མཐུན་རྐྱེན་དཀོན་པ་འདི་འདྲ་བཞུགས་ནས་ཅི་བྱེད་དགོས་རེ་དེ་ལས་ད་ངེད་ཚོ་ཕ་ཡུལ་ལ་ཕེབས་ན་ང་ཚོ་ཞབས་ཐོག་འབུལ་དགོས་དེ་འདྲ་ཞུས་པ་རེ་དེ་ནས་རྗེ་བཙུན་རིན་པོ་ཆེན་གྱིས་ད་གནས་དེ་མཐུན་རྐྱེན་དཀོན་ནས་ཆུ་ངན་པོ་ཡོད་རུང་དེ་དེ་ག་རང་ང་ལ་དགོས་ཡག་དེ་རེད་ང་ལ་དགོས་པའི་བསམ་གཏན་དེ་གནས་འདི་ཚོར་ཕུལ་ཡོང་གི་འདུག་ཁོ་རྣམ་གཡེང་དེ་ཡོད་མ།

མཁས་པ་འདྲ་བོ་ཡིན་པའི་བླ་མ་མང་པོ་བསྟེན་མྱོང་གི་རེད་འདུག་ཅིས་འདི་ཁོང་གི་རྣམ་ཐར་དེ་མཁས་པ་དེ་མ་ནང་ལ་འཁོད་དེ་ལོ་བ་དེའི་ལྟ་མུན་འདྲེ་འགུམ་གླིང་མཁན་གྱི་འདྲེ་འགུམ་རལ་པ་དེ་བླ་མ་བསྟེན་ས་དེ་གངས་པ་ཤེའུ་དགྲ་དཔོན་སེང་གེ་རྔོག་ལོ་ཙཱ་བ་སྙེ་བ་རྡོ་གཞུང་བཅས་ལོ་ཙཱ་བ་རྡོ་ཚོན་པོ་དེ་ནས་ཞྭ་དམར་ལྷ་རྗེ་རྣམས་ལ་ཆོས་ཞུ་བ་རེད་ཟེར་ཡོང་གི་འདུག་བ་དེ་གངས་པ་ཤེའུ་ཟེར་དུས་དོ་ཁལ་བརྒྱུད་པའི་ནང་ལོགས་ལ་ཞིག་ཡོང་གི་འདུག་བ་ཕལ་ཆེར་གོང་ཡིན་པ་རེད་དེ་ནས་དགྲ་དཔོན་སེང་གེ་རུས་པ་བརྒྱ་ཡིན་པ་ལ་དེ་ནས་མང་གི་དུས་བོད་ཀྱི་སྟོན་པ་དེ་ནས་རྔོག་ལོ་ཙཱ་བ་དེ་རྔོག་བློ་ལྡན་ཤེས་རབ་ཀྱི་སློབ་བརྒྱུད་འདྲ་བོ།

ལ་སོགས་ད་ལྟ་ཕ་དྲུག་གི་ལུང་པ་ལ་འདི་ནི་ཞྭ་མ་ལྕམ་སྲིང་ཟེར་བས་སྐད་སྒྲ་ཆེན་པོ་གཉིས་བྱུང་ངོ་ར་བ་ལྕམ་དེའི་དེར་བ་ལོ་ཙཱ་བ་མ་ལོ་ཙཱ་བའི་ཕྱག་རྒྱ་མ་མཛད་ན་དེ་མ་ཅིག་ཞྭ་མ་ཟེར་ད་དེ་པས་འདི་རང་བཞིན་གྱིས་དག་པའི་མཁའ་འགྲོ་མ་ཞེ་བོ་ཅིག་ཡིན་ཟེར་ཡོད་ར་བ་ཨོ་ད་དེ་རེད་རྗེས་སུ་དམ་པ་སངས་རྒྱས་ལ་གཏུགས་ནས་དེ་གེགས་སེལ་བོང་ཐོག་འདྲ་བོ་གནང་གསུངས་པ་དེ་ནི་རྗེ་བཙུན་མི་ལ་དང་ཡང་ཕན་ཚུན་དད་པ་དག་སྣང་གི་ཡོད་པས་དེའི་བླ་རུབ་ཀྱི་ཁུངས་ཐོག་ཟེར་གོ་ར་ཨོ་དེའི་ཁོང་ལ་ཡོང་དེ་གི་དོ་ཨོ་དེ་རེད།

མ་པར་ཐོབ། ལོ་དེར་ཁོང་གིས་ཏེ་བསྔོ་བ་དང་སྐྱེས་སོགས་བླ་མ་མང་བོ་བསྟེན་པ་ཞིག་རྗེ་བཙུན་མི་ལ་རྩ་བའི་བླ་མ་བསྟེན་ནས་ལོ་སུམ་ཅུར་འགྲུལ་བ་མཛད་ནས་མེ་ཡེར་བ་ལ་སོགས་པའི་སློབ་མ་བྱུང་ངོ། རེས་འོ་དེ་སྔ་མོ་ནས་ལོ་རྒྱུས་རགས་རམ་དེ་འདྲས་འཁོད་བསྡད་པས་ཁོང་རྣམ་པས་དེ་འདྲས་བཀོད་བཞག་པ་ལ་བརྟེན་ནི་ད་ལྟ་ང་ཚོ་ལ་ཡང་ཕན་ཐོགས་ཆེན་པོ་ཡོད་བསྡད་པ། འོ་དེ་འདྲས་རེད་དེ་ཡིན་དུས་དེ་ནས་ལྷོ་རོང་གཞོན་ཆུང་ནང་ལོགས་ལ་བཀོད་བཞག་རེད་རྗེ་བཙུན་རིན་པོ་ཆེ་མཇལ་ནས་ལོ་ཉི་ཤུ།

ད་དེ་ནས་ཐུགས་དམ་གྱི་བསྐྱེད་ཚུལ་ངོ་མཚར་བའི་ཡོན་ཏན་བསམ་གྱིས་མི་ཁྱབ་པ་མངའ་བ་ཡིན། ཟེར་དེ་དམ་ཚིག་གི་ཐོག་ནས་བཀོད་བཞག་འདུག་འོ་དེར་ད་དེ་ད་ལྟ་ངས་དགོངས་ཕྱི་ཆུང་ངེ་ཡོད་ས་རེད་ཟེར་ད་དེ་ཞུས་རེད་བ། ད་དེ་ཁུངས་དྲག་ཅིག་དགོས་ཀྱི་རེད་བ་དེ་ད་དེ་ཁུངས་དྲག་པོ་དེ་ག་ནས་སེལ་ཡོང་གི་འདུག་ཟེར་ན། ད་དེ་ནས་སེལ་ཡོང་གི་འདུག་ད་ལྟ་འབྲི་གུམ་ནས་མ་བརྒྱུད་དེ་བས་ཀྱི་གཏུམ་མོ་གི་ཆུ་སྐོར་ལ། གཏུམ་མོ་ལ་དེ་ནས་ཡི་གཏུམ་མོ་འཁོར་ལོ་དང་དེ་འདྲ་བའི་ཅིག་ཡོད་རེད་བ་ནམ་རྒྱུན་ང་ཚོ་འཁོར་ལོ་ཞེས་དང་དེ་མིན་ན་ཡང་འཁོར་ལོ་དེ་ཞེས་དང་མ་འདྲིས་པར་ཁོ་ལ་སྤངས་པའི་གྲངས་ཚིག་མ་ཟད་ཅིག་ཡོང་གི་འདུག་ཨོ་ད་དེ་དེ་རྒྱུད་རིམ་ནང་ལ་ཡིན་པ་ཅིག་ཡོང་བསྡད་ཀྱི་འདུག་དེ་ག་ནས་ཡོང་གི་འདུག་ཟེར་ཞོར་ཡིན་ན་དེ་ནས་ད་ཡོང་གི་འདུག་ད་ད་ལྟ་ང་ཚོ་འབའ་ལུང་དར་མ་ཨ་མཆོག་གི་སློབ་མ་གཙོ་བོ་ཅིག་ཏི་ཤི་རེ་བ་རེད་བ་འབྲོག་ཁོ་ཏི་ཤི་རེ་བ། འོ་འབྲོག་ཁོ་ཏི་ཤི་རེ་བ་དེའི་རྣམ་ཐར་ཡོད་ད་རག་ནམ་འདྲ་བོ་ཅིག་ཡོད་རེད་ད་ཁོང་གིས་དེ་འདྲ་གསུངས་བཞག་དེ་ནི་ཆུ་ཚོད་འབྲི་གུང་འཇིག་རྟེན་མགོན་པོ་ལས་དེ་ནི་འབྲི་གུམ་ཆུང་བ་ལས་བརྒྱུད་པའི་གི

མུ་མཐུད་ནས་མང་པོ་ཞིབ་འཇུག་བྱས་ན། གཅིག་བྱས་ན་ངས་དེ་ངོས་འཛིན་བྱེད་སྟངས་བརྒྱ་ཆ་བརྒྱ་ཡང་ལོག་སྟེ་བ་དེ་འདྲ་ཡོང་སྲིད་རོ། ཨོ་ད་དེ་འདྲས་ཀྱི་རེད་ད་དེ་ནི་ཁོང་པས་ཕྱིས་སུ་བྲོ་བ་མཛད་ནས་པས་མཚན་སྙན་ཆེན་པོ་ཆགས་ནས་ཨོ་ད་དེ་འདྲས་ཆགས་སོང་རེད་དེ་ཡིན་པའི་ཚུལ་དུ་དེ་ནི་བླ་མ་ཞང་གི་བླ་མ་མེ་ཡབ་ར་པད་ཀྱི་བླ་མ་ཆགས་སོང་རེད་དེ་མེ་ཡབ་ར་པད་ཀྱི་རྣམ་ཐར་དེ་ཚོ་ནང་མ་བལྟས་ཡོང་པ་ཡིན་ན་མེ་ཡབ་ར་པད་ཀྱི་དེ་ནི་ཁོང་མཇལ་བར་ཕེབས་རེད་པའི་སྐོར་དེ་ཡོང་གི་འདུག་ཁོང་རྡོག་མོ་ནུས་ཀྱི་དྲུང་ནས་ཡོད་སྐབས་སུ་ད་ང་སྒོམ་རྒྱག་ས་ཅིག་འགྲོ་གི་འདུག་སྲིད་དུས་དེ་ནི་ད་ཁྱོད་སྒོམ་ག་ས་འགྲོ་གི་མ་རེད། བླ་མ་གླིང་ཁ་བ་ཡིས་དྲུང་དུ་སོང་དང། ད་དེ་ནས་གླིང་ཁར་ངས་འདི་ནས་ཐུགས་ལ་འདོགས་པ་ཞུ་གསུང་གིས་ཡི་གེ་ཆེ་ར་བཏང་དགོས་གསུང། དེ་ནས་ཁོང་གིས་དེ་ཡི་གེ་ཆེ་ར་ནང་གང་མཐོང་ཟེར་ཡ་དེ་སྙམ་དེ་ལྟར་ཁོང་གཉིས་ཆུ་ཞོ་བྱ་ཁྱིམ་གང་ཡོད་མར་དེ་གཅིག་གྲུ་ལོ་སྐྱོ་བོ་འདྲ་ཞིག་ཅིག་ཕེབས་སོང་དུས་དེ་བྲག་ཐག་ཟེར་དེ་ནས་ཕར་ཅིག་བྱོན་སོང་དུས་དེ་ཐག་ཉེ་ས་འདྲ་བོ་ཅིག་བསླེས་འོང་ར་བ། ཉམས་དགའ་བ་ཤི་བ་བདེ་བ་དཔང་གསལ་བ་ལུས་པོ་ཐོན་ཚོ་ཡངས་པ། ད་རྐང་པ་སོགས་ཕུད་དེ་ས་ལ་མ་ཐུག་པའི་བར་སྣང་ལ་འགྲོ་བའི་སྣང་བ་འདྲ་བོ་བྱུང་ནས

གླིང་ཚའི་སྐུ་མདུན་འབྱོར་དུས་ཉེ་གནས་མཇལ་དུས་ད་ཁྱེད་གཉིས་དེ་འདྲའི་ཀ་བ་བླ་མ་མཇལ་ཆོས་ཆོས་ཧ་རོ་ངེད་ཀྱི་རྗེ་བཙུན་ལོ་རེར་ཐེངས་གཅིག་མ་གཏོགས་མཇལ་ཁ་གནང་གི་ཡོད་མ་རེད་དུས་གཞན་དུ་བེ་སྐུ་མཚམས་བརྒྱད་ནས་མཇལ་མི་དགོས་ཡང་ཁོ་མཇལ་དར་འཁོར་ཡོད་མ་རེད་ས་ནས་གཤེ་གཤེ་དང་ཨུ་ཚུགས་བརྒྱབ་མཇལ་དགོས་ཡོད་ཟེར་ཡང་འཁོར་ཡོད་མ་རེད་ཟེར་ནས་ནང་དུ་དེ་བླ་མ་ལ་ཞུས་དུས་ཨོ་ད་མི་ཆེན་ད་ག་རེད་དེ་ཡག་ནང་ལ་གདན་དྲངས་ཞོར་སོང་ནས་དེ་ཡག་ནང་ལ་གདན་དྲངས་དེ་ནས་ཉེ་གནས་ཀྱི་ད་ཞབས་སྐུ་གསུམ་གསུམ་བརྟག་དཔྱད་བྱེད་དགོས་གི་མ་རེད་བས་ངོ་མ་དེ་འདྲ་ཞེས་ཡོད་ས་རེད་བ་ཨོ་དེ་དགོས་གི་མ་རེད་ལམ་སང་ཡང་ནང་ལ་གདན་འདྲེན་ཞུས་ཞོར་སོང་ནས་ཡང་གདན་འདྲེན་ཞུས།

འདི་ལ་མ་བརྟེན་ལས་ཞོག་པའི་རྩ་འོ། ད་ངས་ཕན་ནམ་མི་ཕན་ཐམས་ཅད་ཁྱེད་ཡི་ན་གང་ནས་ཚུད་འོང་དུས་ནི་ངས་ཅིག་ཤི་བས་ཡིན། ཁྱེད་གཉིས་ཀྱིས་དེ་ནས་ཤི་བར་བདེ་བོ་རྐང་པ་ཡངས་པར་དེ་འདྲས་ག་འདྲས་བྱུང་སོང་སོང་སྟེ་རྐང་པ་ས་ལ་མ་རེག་པ་ལྟ་བུ་བྱ་འཕུར་འོང་ནང་བཞིན་དུ་བྱུང་ཨེ་སོང་སོང་དེ་ནས་འོ་ད་དེ་འདྲས་བྱུང་ཤི་འོ་ད་དེའི་འདྲ་གི་རེད་དེའི་འདྲ་གི་རེད་སོང་ད་དེའི་གི་འཕྲོག་དེ་ནང་ལ་ཁོང་རེ་ཞེས་ཤིང་བུ་ཞིག་བཞེས་ལ་ཡ་ཤི་ནས་མ་འདེགས་གི་འདེགས་གི་བྱས་ནས་འོ་ཐེབས་ཚུལ་བཏོན་ནས་འོ་བདེ་གསོལ་སོང་ནས་དེ་ནས་མེ་ཡར་བབས་པ་ལ་གནང་ནས་དེ་ནས་ཁོ་གིས།

དེ་ནས་འབྲི་ཁུམ་རས་བལ་གྱི་ནང་རོ་བའི་ཆོས་བཅུ་བྱས་ནས་དེ་འདྲས་ཀྱི་ཐོག་ནས་འབྲི་བཤད་རྒྱག་གི་ཡོད་རེད་ཟེར་ཏེ་གསུངས་ཡོད་པ་མདོར་ཕན་དྲག་བྱས་དེ་ནས་མང་འབྲི་བཤད་རྒྱབ་ཡོང་དུས། ཐབས་ལམ་ཚིགས་བཅད་མའི་ངོ་སྤྲོད་ཀྱི་ནང་ལའོ་ལ། འབྲི་ཁུམ་གྱི་ཆོས་བཅུ་དེ་མང་འབྲི་བཤད་གནང་བཞིན་ཡོད་རེད་བ་འགྲོ་མགོན་རིན་པོ་ཆེན་གྱིས་ཨོ་ན་རོའི་དམ་པ་འདི་ལ་སྤྱིར་དངོས་པོའི་གནས་ལུགས་དེ་ནས་ལམ་གྱི་རིམ་པ་འབྲས་བུ་སྐྱེ་བའི་དུས་གསུམ་དུ་འདོད་པ་རེད་ཞེས་བཏགས་ཏེ་སྡོམ་ཚིག་ཆེ་ཤོས་ཀྱི་རེ་བ་ང་ཚོ་ན་རོའི་ཆོས་ཀྱི་དངོས་པོའི་གནས་ལུགས་ལམ་དྲངས་ནས་འབྲས་བུ་སྐྱེ་བའི་རིམ་པ་ཡོའོ་ཟེར་ཡ་དེ་ལྟར་སྡོམ་ཚིག་གལ་ཆེ་ཤོས་འདི་མ་ཤེས་ན་དེ་ནས་རྫོགས་རིམ་གྱི་དོན་དུ་རྣམ་གཞག་རྩ་བ་ནས་མི་ཤེས་བཞིན་ལམ་འབྲས་ཟུང་གི་རྣམ་གཞག་རྩ་བ་ནས་མི་ཤེས་རེད་ད་ཐོས་བསམ་ཞིག་གོ་ས

རིམ་གྱིས་སྤར་ལ་དེ་ནས་མངོན་པར་རྟོགས་པའི་རིམ་པ་ཟེར་ནས་ཡར་སོང་དུ་ཆུག། གང་བསྒོམས་ཀྱང་དེ་བསྐྱེད་རིམ་དུ་མེད་ན་གསང་སྔགས་བྱ་བའི་མེད་རོ། དེ་གསུམ་རང་རིག་ལྷག་པར་དུ་གནས་པ་ལ་དེ་ནས་གྲོང་འཇུག་དང་འཕོ་བ་དང་རྨི་ལམ་བར་དོ་སྟེ་རྣམ་པ་ཞེས་སུ་དེ་འདྲ་ཅིག་གིས་བསྡུས། དེ་ནས་གྲོལ་ལམ་གྱི་ཆོས་དེ་ག་འདྲ་ཅིག་བསྒོམ་ན་ཡང་གྲོལ་ལམ་ཆོས་ག་འདྲ་ཅིག་བསྒོམ་ན་ཡང་གསང་སྔགས་ལོགས་ཀྱི་ངེས་ལ་རྨི་ལམ་དབང་གྲོལ་ལམ་གྱི་སྒྲ་ཁྲིད་གཉིས་འདུས་དགོས་རེད། དེ་ནས་སྔོན་དུ་འགྲོ་བ་ལ་དེ་ནས་དབང་བཞི་རྫོགས་པ་ཅིག་བསྐུར་དགོས་པ།

དེ་དེ་དང་ཁྱད་པར་དུ་ཕྱོགས་ཀྱི་ངོ་གྲུབ་ཀྱི་ཐོག་ནས་བྱེད་དགོས་རོ་བྱེད་ན་གཉིས་ཏེ། འོ་དེ་རེད་དེ་ནི་དེ་ཡིན་དུས་དེང་སང་ཁ་ཅིག་ཕྱི་རོལ་ལ་སྔགས་ཡར་ནང་པའི་སྔགས་ཡར་ཧ་ལས་རྒྱུ་ཡོད་མ་རེད་ཡང་སྔགས་ལ་དེའི་སྣང་ཆུང་འདྲ་བོ་ཞིག་ནི་མདོག་གི་ཐོག་ནས་ཅིག་ཤེས་རྒྱུ་ཡོད་མདོག་མདོག་ཞེས་དེ་འགའི་དོན་དུ་བསྟན་པར་ཡོངས་སུ་རྫོགས་དགོས་ཀྱི་གནད་འདྲ་བོ་ཞིག་མ་མཁྱེན་པར་བ། འོ་དེ་འདྲའི་རེད་འདུག་བ་དེ་ནི་གནས་སྐབས་ཀྱི་འབྲས་བུ་དང་དེ་ནས་དེ་ཆགས་སོང་རེད་དེ་ནི་མཐར་ཐུག་གི་དེའི་འབྲས་བུ་དེ་ལ

རྗེ་བཙུན་གྱི་སློབ་བརྒྱུད་ནང་ལོགས་ལ་ཡང་དེ་འདྲ་ཡིན་སོང་རེད་ཁྱེད་ཀྱི་ཆོས་བརྒྱུད་དུ་བླ་མ་ཞང་ལ་སླེབས་སོང་རེད་དེ་ཡིན་དུས་ཁོང་གིས་བསྟོད་པའི་ནང་ལོགས་གསུངས་བཞག་རེད་སེང་གོང་དར་གྱི་མདོ་སྔགས་གཉིས་དར་གཏོགས་པ་རེད་ཟེར་པས་ཐོས་གསུམ་དང་རྫོགས་པའི་མདོ་སྔགས་གཉིས་ཀར་པ་ད་ཆ་ཚང་སློབ་ཆོས་བྱེད་མྱོང་མཁན་ཨོ་མཁས་པ་ཚུལ་ཁྲིམས་དར་གྱིས་བསླབ་པ་རྣམ་གསུམ་རྫོགས་ཟེར་དེ་ནི་ཁྲིམས་ཀྱི་ཐོག་ནས་བྱས་ན་དེ་ཉམས་ལེན་བྱེད་ཡོང་དུས་པས་བསམ་གཏན་དར་གྱིས་སྐྱེ་མེད་ཉམས་སུ་མྱོང། སྒོམ་དེ་ཚོ་ཡིན་དར་གྱིས་ཤེས་རབ་དར་གྱིས་འཁྲུལ་པའི་སྣང་བ་ཞིག་དེ་ཤེས་རབ་དེ་ཚོ་པས་དར་གྱིས་ནི་འཁྲུལ་སྣང་ཚང་མ་ཞིག་ནས་ཆོས་བརྒྱད་སྣང་བ་ཐམས་ཅད་འཇིག་འགྲོ་ར་བ་བཀའ་བརྒྱུད་གོང་མའི་གའི་ཉམས་ལེན་དེ་ཚོ་བྱས་ན་སྒོམ་ཉམས་ལེན་ག་ཚོད་སྐྱེ་ན་ཕྱི་རོལ་གྱི།

ཉམས་སོང་བ་རེད་ཐུགས་སྲས་རྒྱུན་འཛིན་གྲགས་ཆེ་བས་གཅེས་ཀྱི་དེ་རེད་བ་དང་མེ་ཡར་འབབ་པ་དེ་རེད་ཁོང་རུས་པ་མེའི་ཆེད་སྒྲུབ་གནས་གཙོ་བོ་དེ་ཡིན་ད་ལྟ་ཡར་འཕགས་ཀྱི་མདའ་སྤུ་ཀ་དགོན་པ་ཡིན་འདུག་དེ་ནས་མེ་ཡར་འབབ་པ་ཟེར་བ་སྤུ་ཀའི་དགོན་པ་ནང་སོ་སོ་འདེབས་ན་ཡོད་བ་འོ་དེ་རེད་དེ་རེད་ད་གང་ཡིན་དུས་དེ་བླ་མ་ཞང་གི་པའི་བླ་མ་གཙོ་བོ་འདྲ་བོ་གཅིག་ཆགས་སོང་བ་རེད་དེ་ནས་བླ་མ་ཞང་གི། ཀ་འཕུམ་དེ་དང་མཇལ་བ་ཡིན་ན་མལ་གྱི་ཞག་སྣང་ཞེས་པའི་ནང་ལ་ན་བཟའ་བོང་སྟོང་གི་གསེར་ཕྱི་ནང་གསང་བའི་རོ་སྙོམས་དེ་ནས་བྱེ་བ་དྲུག་ཁྱེར་གྱི་གསེར་བར་ཆད་དངོས་དྲུག་གི་གསེར་མཚན་རྡོ་རང་སར་གྲོལ་བའི་གསེར་ཉོན་མོངས་ལམ་དུ་བྱེད་པའི་གསེར་རྣམས་ཏེ་རྡོ་རྗེ་འཆང་ནས་ཏི་ལོ་ནཱ་རོ་མར་པ་མི་ལབ་ནས་ལིང་ག་བ་ནས་ཡེ་ཡར་པ་ནས་ཤངས་རོག་པ་བྱིན་ལ་བརྒྱུས་པ་ཡིན། འོ་དེ་ནས་ཡོང་གི་འདུག་དེ་ནས་ནཱ་རོ་ཆོས་དྲུག་གི་གདམས་པ་འདི་མེ་ཡར་པ་པ་ལ་མ་བརྒྱུས་ནས་རྡོ་རྗེ་འཆང་ཏི་ལོ་ནཱ་རོ་མར་པ་རེད་མི་ལ་རེད་པ་ལིང་ག་བ་དེ་ནས་རྗེ་བཙུན་ཡར་པ་འཆང་དེ་ནས་ཤངས་རོག་པ་བྱིན་སོགས་ཁོང་གི་བཀོད་བཞག་རེད་ད་དེའི་ཆོས་དྲུག་སྐོར་དེ་ཆ་ཚང་ད་ལྟ་བླ་མ་ཞང་གི་གསུང་འཁུམ་ནང་ལ་བཞུགས་བསྡད་དོ།

བཞེས་ནས་བརྩམ། ད་དགོན་རྣམས་ནི་ད་ཆོས་སྒྲུབ་འདི་ལོའི་དབྱིབས་ནས་ཀྱང་ཆ་ལ་འཕེལ་འགྲོ་འདུག་ད་མུ་ཡུ་གྱི་ལུང་ཕག་གི་ཀླད་པའི་སྒོ་དཀྲུགས་སེ་གི་ཕུ་ལ་སྐྱིད་རྫས་ལ་དེ་ནས་ཞོག་ཟེར་བའི་སྐབས་སུ་དེ་ནས་ཡུལ་མི་དེ་ཚོར་ད་འདིའི་ཕྱོགས་ལ་བླ་མ་ཅི་འདྲས་བཞུགས་འོང་རེས་དྲིས་དུས་ད་ད་ལྟ་ལུང་པའི་ཕུག་གི་དེ་ལྟ་མུས་ལེན་ཁང་ན་དེ་ནས་རྗེ་བཙུན་མི་ལ་རེ་བའི་དངོས་སློབ་གྲུབ་པའི་དབང་ཆོག་འབྲི་གུང་རས་པ་གསར་པའི་བླ་མ་རྩ་ཆེན་ཞོག་ཏུ་འོས་རེས་དྲིས་ཞུས་དུས་དེ་ནས་ཐོ་རུ་ཙམ་གྱི་ཁོང་ཁོང་གི་ལས་ཀྱི་མོ་རང་གི་ཚུལ་དང་བག་ཆགས་སེམས་ཀྱི་སྟོབས་ཀྱིས་དཔེ་དེ་བ་ཆེན་པོ་བསྐྱེད་ནས་དེ་ནས་ལམ་སང་འབྲི་གུང་ཀུན་འདུས་ལ་ཕེབས་སོ་དེ་ནས་ཁོང་ཡབ་ཡུམ་གཉིས་ཁག་གིས་དེ་ནས་འབྲི་གུང་གི་ཞབས་ལ་གཏོགས་ནས།

དུས་ཚོད་གཅིག་ལ་ཁོང་གི་ཆོས་བརྒྱུད་དེ་ད་དེ་རྗེས་སུ་དེ་ཡང་ས་སྐྱ་ལ་བསྒྱུར་སོང་རེད་ས་སྐྱ་ལ་བསྒྱུར་ནས་དེ་ནས་འདི་མཉམ་དུ་ད་ལྟ་ཡིན་ན་དེ་ལས་རུང་ས་སྐྱ་རེད་དེ་ནས་གླིང་ཁ་དགོན་པ་ལ་ས་སྐྱ་ཆགས་བསྡད་འདུག་གང་ནས་ཁོར་མཇལ་ཡོང་པ་ནས་དེ་ནས་དེའི་ཆོས་ཁང་ལ་ས་སྐྱའི་དེ་ལ་ཅིག་བགྱིས་གཏོར་དགོས་ཅིག་རེད་ཟེར་གྱི་རེད་བ་དུས་སྔོན་པོ་དཀར་པོ་དམར་པོ་གསུམ་བསྲེས་བཞག་པ་དང་དེ་འདྲ་ཁྲག་ཤེད་ཤིག་དེ་འདྲ་དེ་འདྲ་བཟོས་བཞག་ནའོ་དེ་འདྲ་རེད་ཁོ་གཉིས་ལུང་པ་ཕུ་མདའ་རེད་ད་དེ་གླིང་ཁ་དེ་ཡག་པོ་ལེ་རེད།